ལོ་བརྒྱའི་དགུ་བ་ཡི་ལེའུ་དང་པོ། ལྷན་སྐྱེས་རྣམ་པ་རྒྱལ་པོ་ཕཱ་ཝུ་ཅི་སེམས་དཔའ་མུ་མཐའི་ནས་ཁྲ་བོ་ཆགས་པ་དང་ཡ་ཧོ་ཝཱ་དཀོན་མཆོག་གི་རྟགས་མཚན་མ་འདྲ་བ་བཅུ་བསྟན་གནང་ཡོད་པ་ནང་ནས་དེ་ནི་ཁྲོའི་ཁྲ་ལ་སྦྱོར་བའི་རྟགས་མཚན་དང་པོ་དེ་རེད། དེ་ནས་ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ལ་གསུངས་པ་རྒྱལ་པོ་ཡི་སེམས་དཔའ་ཁྲ་བོ་ཆགས་ནས་ཁོང་གིས་ཨིསི་རཱ་ལི་པ་རྣམས་འགྲོ་དུ་བཅུག་གི་མེད། ཞོགས་པ་ང་བོ་རྒྱལ་པོ་རྣ་གཡལ་གཙང་པོ་ལ་ཡོང་བའི་སྐབས་སུ་རྗེ་དཔའ་དེ་ཁྱེད་ནི་ཁོང་ཐུག་ཏུ་སོང། དེ་ནས་རྒྱལ་པོ་ལ་དེ་འདྲ་ལབ། ཧེ་བུ་རུ་ཡི་དཀོན་མཆོག་ཡ་ཧོ་ཝཱ་དཀོན་མཆོག་གིས་ཁྱེད་རང་ལ་དེ་འདྲ་གསུང་གིན་འདུག་ངའི་མི་རྣམས་འགྲོ་དུ་བཅུག་དེ་ནས་ཁོ་ཚོ་ང་ལ་བལྟས་པ་ཕེབས་ཀྱི་རེད་ཡིན་ན་ཡང་ད་ལྟ་བར་དུ་ཁྱེད་ཀྱིས་ངའི་ཁ་ལ་མ་གནས་པ་རྩིས་མེད་བཏང་ཡོད། དེ་འདྲ་སོང་ཙང་ངས་ཁྱེད་ལ་ང་ནི་ཡ་ཧོ་ཝཱ་དཀོན་མཆོག་ཡིན་པ་དེ་ངས་ཁྱེད་ལ་མིག་བསྟན་གྱི་ཡིན། མོ་ཤེ་ཡིས་རྗི་པ་དེ་ཙོང་པུ་ལ་ཞོས་པ་དང་ཙོང་པུ་དེ་ཁྲག་ལ་སྦྱོར་འགྲོ་གི་རེད། ཙོང་པུ་ཡི་ནང་ན་ཤོད་པ་དང་ཙོང་པུ་ནི་དྲི་མ་ངན་པ་རྣམས་ནི་ཨི་ཇེབ་རྣམས་ཀྱིས་ཙོང་པུ་ལས་ཁྱོད་དེ་མཐོང་ཐུབ་གི་མ་རེད་ཞེས་གསུངས་སོ། དེ་ནས་ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་དང་ཨ་རང་ལ་གསུངས་པ། རྒྱུད་པ་དེ་ཁྱེད་ནི་ཨི་ཇིབ་ནང་དུ་ཆུའི་ཡི་ཆུ་ཡི་སྟེང་དུ་བཅའ། གཙང་པོ་དང་བཞུ་ཆུ་ཁྲག་ལ་འཇོག་པ་མ་ཟད་རྫ་མ་ནང་དུ་ཡོད་པའི་ཆུའམ་ཁྲག་ལ་འཇོག་འགྲོ་གི་རེད་ཞེས་གསུངས་སོ། མོ་ཤེ་དང་ཨ་རང་གཉིས་ཀྱིས་ཡ་ཧོ་ཝཱ་དཀོན་མཆོག་གིས་གསུངས་པ་ནང་བཞིན་རྒྱལ་པོ་དང་ཁོང་གི་ལས་བྱེད་པ་རྣམས་ཀྱི་མདུན་དུ་རྒྱུད་པ་དེ་ན་ཡོལ་གཙང་པོ་ལ་ཞུས་པ་དང་ཆུ་ཐམས་ཅད་ཁྲག་ལ་སྦྱོར་བ་རེད། ཙོང་བུ་ཡི་ནང་དུ་ནག་ནག་ཤི་བ་དང་ཙོང་བུ་ནི་དྲི་མ་ངན་པ་ནག་པ་མ་ཟད་ཡི་རྒྱབ་ནང་དུ་ཆུ་ཡི་ཚིགས་ཚོང་མ་ཁྲག་ལ་འཇོག་ནས་ཁོ་ཚོ་ཆུ་གཅིག་ཀྱང་འཐུང་ཐུག་མེད་པ་རེད། ཡི་རྒྱབ་པ་རྫི་ཁྲི་ཅན་རྣམས་ཀྱིས་ཀྱང་དེ་ལྟར་བསྒྲུབས་པ་དང། བྱས་ཙང་དཀོན་མཆོག་གིས་གསུངས་པ་ནང་བཞིན་རྒྱལ་པོའི་སེམས་པ་མཁྲེགས་པོ་ཆགས་ནས་ཁོ་ཚོ་ཡི་ཁ་ལ་ཉན་མེད་པ་རེད། གནས་ཚུལ་ག་འདྲ་བྱུང་ཡོད་པ་དེ་ལ་དོ་སྣང་མ་བྱས་པར་སོ་སོའི་ཕོ་བྲང་དུ་ལོག་འགྲོ་བ་རེད།